འཛམ་གླིང་ཕྱོགས་མཐའ་གང་སར་བཞུགས་པའི་རྒྱ་ཆེའི་གཟིགས་མོ་བ་ཡོངས་ལ་སླར་ཡང་འཚམས་འདྲི་དང་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། དེ་རིང་གི་སྙན་ཐོ་འདིའི་བརྗོད་གཞི་གཙོ་བོ་གང་ཡིན་ཞུས་པ་ཡིན་ན་སྙན་ཐོ་སྔ་མ་དང་གཅིག་མཚུངས་བཞིན་དགེ་བཤེས་ལྷག་རྡོར་མཆོག་ནས་ཧི་མ་ལ་ཡའི་དཔེ་མཛོད་ཁང་ནང་མ་འོངས་པའི་གཞོན་སྐྱེས་དང་བུ་ཕྲུག་ཚོར་ཤུལ་བཞག་གང་བཞག་རྒྱུ་ཡིན་ནམ་ཞེས་པའི་བརྗོད་གཞི་དེའི་ཐོག་ལ་བཀའ་སློབ་གསུང་བཤད་གནང་ཡང་སྙན་པ་ཚན་པ་གཅིག་རྒྱ་ཆེའི་གཟིགས་མོ་རྣམས་ཀྱི་སྤྱན་ལམ་དུ་གཟིགས་འབུལ་ཞུས་ཡང་ཡིན་ཨང་སེམས་རྒྱུད་དུ་གཟིགས་རྒྱུ་མ་རྙེད་པ་ན་རོ་ན་ཞུས་ཡང་ཡིན་ཨང་ད་ལྟ་བར་དུ། དགེ་བཤེས་ལྷག་རྡོར་མཆོག་གིས་བཀའ་སློབ་གསུང་བཤད་མང་པོ་ཅིག་དེ་དྲ་ཐོག་དེ་དུ་བཞག་པ་ཡིན་བཞག་པ་ནང་བཞིན། རྣམ་པ་ཚོགས་མང་པོ་ཅིག་གིས་དགའ་མོས་ཤུགས་ཆེན་པོ་གནང་རྗེས། དགའ་དང་གནང་མཁན་དང་མཆན་འགོད་མཁན། ཨམ་བྷ་ཚོར་བརྒྱུད་སྐུལ་གནང་མཁན་མང་པོ་བྱུང་ཤག་སྙིང་ཐག་པ་ནས་ཐུགས་ཆེ་ཞུ་ཡང་ཡིན་ལྷག་པར་དུ་གསར་དུ་ཚོགས་ཞུགས་གནང་མཁན་མང་པོ་ཞིག་བྱུང་ཤག་སྡུག་སུ་ལའང་འཇོམས་པ་ལེགས་བཅས་བཅས་ཞུ་ཡང་ཡིན་ཐུགས་རྗེ་ཆེ། ཨེ་ནི་ད་ནང་བཞིན་གྱི་ང་ཚོ་གིས། ང་ཚོའི་བོད་པ་ཚོས་གིས་ད་ང་རང་ཚོ་དཔག་ཚོད་ཀྱིས་ཞབས་འདེགས་ཞུ་དགོས་ཅིག་ལ། ད་ལྟའི་དུས་སྐབས་འདི་ལ་རྡུལ་ཕྲན་མཚོན་ཆ་དང་དེ་འདྲས་ཀྱི་དབང་གིས། རྡུལ་ཕྲན་མཚོན་ཆ་དང་དེ་འདྲས་ཀྱི་དབང་གིས་རེད་བ། We must be conscious that we are། Living in a point in history where the very human existence and environment is threatened ད་ལྟ་ང་ཚོ་རྒྱལ་རབས་ལོ་རྒྱུས་ནང་གི་གནས་སྟངས་ག་འདྲ་ཞིག་ལ་བསྡད་ཡོད་ཟེར་ན། མིའི་གི་བྱ་སྤྱོད་ལ་བརྟེན་ནས། མིས་ཁོ་རང་འཚོ་གནས་བྱེད་མ་ཐུབ་པ་བྱས་ནས་ཆ་ཚང་མེད་པ་བཟོ་ཡ་ཅིག་དང། ཁོར་ཡུག་འདི་ཚོ་ཆ་ཚང་མེད་པ་བཟོ་ཡའི་དུས་ཚོད་ཉེན་ཁ་ཚ་བོ་ཞེ་པོ་ཅིག་ལ་སླེབས་བསྡད་ཡོད། ག་རེ་ཟེར་ན། འདོད་རྔམ་ཆེ་དྲགས། ར་བ་ང་རྒྱལ་ཆེ་དྲགས། དེ་འདྲའི་དེ་ནི་རྡུལ་ཕྲན་སོན་ཆ་དབྱུག་གིན་དབྱུག་གིན་ཟེར་ད་ཁ་སང་འདྲ་སྙིང་ནས་བསྟོད་ན། ད་དབྱུག་རང་དབྱུག་མ་སོང་མ་གཏོགས་དབྱུག་གིན་ཟེར་ནས་འགྲོ་བསྡད་འདུག་བ། རེད་བ། དེ་ནི་ཁོར་ཡུག་ནི་ང་ཚོས་ཚང་མས་ཀྱིས་ད་ཧུར་ཐག་པར་ཐག་བྱས་ནས་ཁོར་ཡུག་ལུང་བཅད་ནས་བེད་སྤྱོད་བཏང་ནས་རེད་བ། ད་དེང་སང་འདི་སྐྱོན་ག་རེ་ད Pollution Air Pollution Water Pollution ག་རེ་ཡིན་ན་དཀའ་ངལ་ཆེན་པོ་ཡིན་ན་ང་ཚོ་ག་བ་ཡིན་ས་མཐོང་ཡོད་འདུག་བ།

བོད་པ་ཞེས་དེ་ནི་རྐང་པ་ཀྱོག་ཀྱོག་འགྲོ་དེ་ངས་མིག་ཤེས་ར་མ་གཏོགས་ཀའི་གྲོགས་པོར་ལུག་དེ་ངས་འདི་འདྲའི་དབྱངས་ཅན་དེ་བྱུང་ན། དངོས་གནས་ཡིན་ད། དེ་ཚོ་ཆུང་ཆུང་མ་རེད་ད་དེ་ཚོ་ང་ཚོ་བོད་པའི་སྤྱི་ཡི་བདེན་དོན་འཐབ་རྩོད་རང་དབང་གི་འཐབ་རྩོད་རིག་གཞུང་སྲུང་སྐྱོབ་ཚང་མ་བྱེད་མཁན་རེད། རིག་གཞུང་དང་ཤེས་ཡོན་ཞེ་པོ་ཅིག་ཆོས་དང་ཞེ་པོ་ཤེས་དགོས་རེད་དེ་དང་པོ་གཟུགས་པོ་ཁོ་ན་ཐང་ཐང་མེད་ན། ག་རེ་རིག་གཞུང་ག་རེ་ཆོས་ག་རེ་ཤེས་ཡོན་ཐུབ་ཡས་ཁོ་ན་མེད་བ།

ཨང་གྲངས་ནང་བཞིན་ང་ཚོ་མང་གཙོ་བྱེད་དེ་གལ་ཆེན་པོ་ཡིན་ད་འདི་ཚོ་ཤེས་དགོས་རེད་ང་ཚོ་དཔེར་ན་བོད་པ་ཚོ་ལས་ནས་ད་མང་གཙོ་གི་འདི་གཅིག་བཟོས་བཞག་ཡོད་རེད་བ། ད་ང་ཚོ་ཚེ་འདི་དཀའ་ངལ་ཁར་འདུག་ཟེར་ན་མང་གཙོ་འདི་སྐྱབས་མགོན་རིན་པོ་ཆེས་མར་གནང་བཞག་ཡོད་རེད་བ། གནང་བཞག་ཡོད་རེད་མ་ད་ང་རང་ཚོ་མི་མང་གི་ལུང་པ་གཞན་དག་ཡིན་ན་ཁ་སང་ངོ་མ་ཤེས་ས་ཆ་གཞན་དག་ལ་ངས་ཞུ་ཡས་བྱུང། ང་ཚོ་གིས་དཔེ་དེ་ལུང་པ་གཞན་དག་ནང་ལ་མང་གཙོའི་དོན་དག་ལ་དཔེ་དེ་ཁྲག་གི་འགྲོ་སོང་བཏང་ནས།

སྐྱབས་མགོན་རིན་པོ་ཆེན་གྱིས་མི་མང་གི་སྐུ་གཅིག་ལྟ་རུ། སྐྱབས་མགོན་རིན་པོ་ཆེ་མུ་མཐུད་ནས་དང་པོ་ཡང་གསེར་རི་མངའ་གསོལ་བྱས་ནས་དེ་ནས་ཡང་དགུང་ལོ་བཅུ་དྲུག་ལ་རྒྱལ་སྲིད་ཆོས་སྲིད་ཞེས་ཡོང་དུས་གཞལ་ཡས་དེ་ཡང་མི་མང་གིས་རེ་བ་བྱས། ཨེ་རེ་བ་མ་བྱས་རང་བྱས་རེད་དེའི་སྐབས་ལ་རྒྱ་མིའི་སླེབས་རྙོག་དྲ་ཞེ་བོ་ཅིག་ཡོད་དུས་སུ་གང་གིས་འགན་འཁྱེར་མ་ཐུབ་ནས་རྒྱལ་པོ་རིན་པོ་ཆེན་ལ་རེ་བ་བརྒྱབ་ནས་དགུང་ལོ་བཅུ་དྲུག་ལས་ལོན་ཡོད་མ་རེད་དེ་འགན་འཁྱེར་བ་དེ་ནི་ལོ་སྟོབས་ནག་འདིས་འགན་འཁྱེར་རེད།

མི་གཅིག་གི་དབང་སྒྱུར་རྒྱུན་རིང་པོ་བྱས་ཏེ་ཡག་པོ་མ་རེད། མི་མང་གི་དབང་སྒྱུར་བྱེད་དགོས། གཉིས་པ་ནི་དོལ་བྷེད་ཀྱི་མགོ་བྱས་ཏེ་དེང་སང་དུས་ཚོད་ལ་ཡག་པོ་མ་རེད་ད་ཁྱོད་ཚོ་ཁྱེད་འགྱུར་བ་དེ། དེ་འདྲ་གསུངས་བྱས་ནས་ཆ་ཚང་དེ་གནང་བྱས་ནས་ང་ཚོ་ལ་སྤྲད་རོགས། ད་ལྟོས་དོན། ཁོ་ཡག་གཅིག་ལ་ད་ང་ཚོ་ག་རེ་བྱས་རྒྱ་མ་པོ་མང་ཚོགས་རང་ད། ད་སྐྱོན་གཅིག་ལ་ང་རང་ཚོ་གི་དོ་སྣང་མ་བྱས་དོན་མང་གསོ་སྲིང་དེ་ག་འདྲ་བྱས་རྩ་ནས་ཧ་མ་གོ་བྱས་མགོ་མ་སོས་བྱས།

ཨེ་ནི་ཅིག་དམངས་གཙོའི་འགྲོ་སྟངས་དང་འཚེ་མེད་ཞི་བའི་ལམ་གྱི་འགྲོ་སྟངས་དག་དུས་ཚོད་ཤེས་འགོག་འདུག་ཟེར་བ་རེད། དེ་ནས་མ་འོངས་པའི་མི་རབས་ལ་ཕན་ཡོན་ཅི་གང་དུ་ཁར་བྱེད་དགོས་ཟེར་ན། འཛམ་བུ་གླིང་སྤྱི་གི་རིག་གཞུང་ཅེས་ཡོད་རེད་བ། ཡག་པོ་ད་རིག་གཞུང་ཟེར་དུས་ཡག་ག་ལ་བྱེད་དགོས་རེད་རིག་གཞུང་འདི་ག་འདྲས་སུ་སྲུང་སྐྱོབ་བྱེད་དགོས་འདུག་བོད་པ་གཅིག་པོས་གོ་མ་རེད་ད། ཡག་རབ་སྤྱོ་བཟང་གི་རིག་གཞུང་ཡག་པོ་དེ་འདྲས་མང་པོ་ཡོད་རེད་འཛམ་བུ་གླིང་ན་དུས་ཚོད་ང་ཚོ་ཚང་མས་ཀྱི་ཧ་རུ་ཧྥུ་རུ་བྱས་ནས་ག་འདྲས་སུ་སྲུང་སྐྱོབ་བྱེད་དགོས་འདུག།

དེ་སྔ་ནང་བཞིན་གྱི Biological Diversity ཞེས་པའི་ནང་དུ། སྲོག་ཆགས་རིགས་འདྲ་མི་འདྲ་མང་པོ་ཡོད་པ། མི་གཅིག་པུ་མ་ཡིན་པར་འདྲ་མི་འདྲ་མང་པོ་ཡོད་པ། དུས་ཚོད་རིགས་ལ་ཡང་བདག་གཅེས་བྱས་ནས་བདག་པོ་ཁ་འདྲ་ཞིག་རྒྱག་དགོས་ཀྱི་འདུག་དཔེར་ན་ད་ལྟ་ང་ཚོ་འདི། སོ་སོ་ང་ཚོ་འཛམ་བུ་གླིང་འདི་ང་ཚོ་མི་གཅིག་པུ་གྱི་བེད་སྤྱོད་བཏང་ཡས་ཡིན་པས་སོ་འདྲ་བ་ཅིག་འཛམ་བུ་གླིང་དེང་སང་འདི་འདྲ་ཅིག་བྱས་བསྡད་ཀྱི་འདུག་བ། སེམས་ཅན་གཞན་དག་ལ་ཐོབ་ཐང་རྩ་ནས་མེད་པ་ཅིག། ང་ཚོ་བོད་ལ་ཡིན་ན་དེང་སང་གི་སློབ་སྦྱོང་དེ་ཡོད་མ་རེད་དེ་ནང་ཆོས་ཀྱི་བཀའ་དྲིན་ལས་བལྟས་ནས་སེམས་ཅན་གཞན་དག་ལ་ཀོ་རི་དག་རྒྱག་མཁན་དེ་ཡོད་རེད་བ། ཡོད་རེད་དེ་གཞི་བུ་གཅིག་གིས་དེ་བསམ་བློ་བསམ་ཤེས་མེད་པ་བྱས་ནས་བྱེད་མཁན་ཡོད་མ་རེད་བ། དཔེར་ན་ས་ཆ་མང་པོ་ལ་དཔེ་དེ་བོད་ལ་ཡིན་ན་མགོ་བ་དང་རྣ་བ་དང་བརླ་བ་དང་རེ་དྭགས་འདྲ་མི་རེད་དོ་ཟེར། Looks Tamil It's all All Tibet is almost like a

དེ་ཟེར་ལབ་ནས། གཅིག་བྱས་ན་ང་ཚོ་ལྐུག་པ་འདྲ་བོ་མཐོང་གི་འདུག་བསམ་བློ་གཅིག་བཏང་ན་དངོས་གནས་ངན་པ་རེད་འདུག་གང་ཡིན་ཟེར་ན་མི་ལ་དཔེར་ན་ང་རང་ངའི་ཁང་པ་ལ། ངའི་ཁང་པ་ལ་ཁྱེད་རང་ཚོས་གཡུག་ནས། ཕྱི་ལོག་ནས་རྡོ་རྗེ་བཞུས་ན་ང་རླུང་བསླང་གི་རེད་བ། རེད་བ། ངས་ཀྱང་ཁྱེད་རང་ཚོ་རྗེས་ལ་དེད་ཡོང་གི་རེད་བ། དེ་ནང་བཞིན་ང་ཚོ་ཆུ་ནང་ལ་འདི་གའི་སེམས་ཅན་ཡོད་རེད་ང་ཚོ་ལྷ་ཀླུ་གཞི་བདག་ཡོད་རེད་ཡོད་ཐག་ཆོད་རེད།

ད་བོད་ནས་ཨ་མི་རི་ཀ་རེད་ད་འདི་ནས་ཡུ་རོབ་རེད་ལུང་པ་སི་པན་རེད་འདི་ཨོ་སི་ཀྲི་ལི་འདི་ཚོ་མང་པོ་ལ་ལོ་གཅིག་གཉིས་ནང་ལོགས་ལ་བལ་དེ་མེ་སྐྱོན་དང་ཆུ་སྐྱོན་དང་མང་པོ་བྱུང་སོང་ཨ། དེ་འདྲས་རེད་འོ་དེ་ཚོ་ང་ཚོ་ང་ཚོ་ངོས་ནས་གཟབ་གཟབ་བྱེད་དགོས་ཀྱི་ཡོད་རེད། ཨང། དེ་ནས་ང་ཚོ་མ་འོངས་བོད་ཀྱི་མི་རབས་ཀྱི་དགོས་མཁོ་ག་རེད་བ་ཏྲ་ཏི་ནིད།

ཡོད་ན་ཡང་དེ་རྒྱུ་མཚན་དུ་བྱས་ནས་མ་འོངས་པའི་གི་མི་རབས་ཀྱི་ཁེ་ཕན་དང་འདོད་པ་གར་ཡོད་མེད་དེ་ལ་གནོད་པ་མ་འགྲོ་བྱེད་གལ་ཆེན་པོ་རེད་ཟེར་བ་ད་དཔེར་ན་ང་ཚོ་བོད་པ་ཡིན་ན་ད་ང་ཚོའི་མི་རབས་རྒན་པ་ཚོ་གི་ནོར་རེད་ཟེར་ལབ་གི་ཡོད་ན་མེད་ན་གངས་ཅན་མི་རབས་རྒན་པ་ཚོ་གི་སྐབས་ལ་ད་ལུང་པ་ཤོར་བ་དང་འདི་འདྲ་བྱས་ན་ད་ང་ཚོ་རྡོག་འདྲེ་ཆེན་པོ་ཅིག་འཁྱིལ་དུ་ཡོད་རེད་བ། དེ་ཙམ་རྒྱུ་མཚན་དུ་བྱས་ནས་ཨ་ནི་མ་འོངས་པ་དེ་ང་འབྲེལ་བ་མེད་མ་འོངས་པ་ང་སྔོན་མ་དེ་ཞེ་དྲག་མ་བྱས་ན་ཞེ་པོ་མྱངས་སོང་མ་འོངས་པ་ང་འབྲེལ་བ་མེད་ཟེར་ལབ་ཡས་ཡོད་མ་རེད།

ཅེས་མ་སྡུག་གི་འགན་འདི་ག་ལ་བྱེད་ན་མི་རབས་གཞོན་པ་ཚོ་ལ་འཛམ་བུ་གླིང་འདི་བལྟས་ཚེ་བདེ་སྐྱིད་ཆེ་ཟེར་གྱི་འདུག་འཆམ་མཐུན་ཡག་པོ་ཡོད་དེ་ངས་དེ་འདྲས་ཅིག་ང་ཚོས་སྤྲད་དེ་ང་ཚོས་ལེན་མཁན་རེད་ཟེར་དགོས་རེད། ད་ང་ཚོས་རྒྱ་ཆེན་པོ་བསམ་བློ་བཏང་མ་ཐུབ་ན་ང་ཚོ་བོད་པ་ཡིན་པའི་ཆ་ནས་བོད་པས་ལེན་མཁན་ག་ལ་བྱེད་ན་ང་ཚོ་བོད་པ་ལོ་གཞོན་པ་ཚོ་ལ་འཆམ་མཐུན་ཡོད་དེ་གན་དང་བདེ་སྐྱིད་ཡོད་དེ་གན་ཤེས་བྱ་ཡོན་ཏན་དེང་སང་གི་ཤེས་བྱ་ཡོན་ཏན་ཡོད་དེ་གན་ནང་གི་མ་འོངས་པའི་ཅིག་སྔོན་མེད་ཀྱི་ང་ཚོ་སྲོལ་རྒྱུན་གྱི་ཡ་རབས་ལྗོན་བཟང་དེ་འདྲས་ཡོད་དེ་གན་དེ་འདྲས་ཅིག་ང་ཚོས་སྤྲད་དགོས་རེད། མཁྱེན་གསུང་བ་ལ། ད་འདི་བྱེད་སྟངས་ག་འདྲས་བྱེད་དགོས་ཟེར་ན། ལ། ད་སུ་སུ་གི་འགན་ང་གི་འགན་དེ་འདྲས་དེ་འདྲས་ཡིན་འདུག། ད་འགན་དེ་འགྲུབ་ཡས་ལ་ག་ག་འདྲས་བྱེད་དགོས་འདུག་ཟེར་ན་དེ་ཤེས་ཡོན་ཐོག་ནས་རེད་ད་འཇིག་ངེས་ལབ་པ་ན་ཞིག་རེད་མང་ཚོགས་ཀྱི་མི་རབས་རྒན་པ་ཚོས་གི་ཤམ་པ་གི་འགན་ཅིག་འཁྱེར་དགོས་བསམ་ན་ཡང་མི་རབས་རྒན་པ་ལ་ཤེས་ཡོན་མེད་ན། འགྲོ་བ་མིའི་ཐོབ་ཐང་ཟེར་ག་རེ་རེད་ཤེས་ཀྱི་མེད་ན།

Project། ཅེས་བྱ་བ་ཡིན་ན་འདི Implication ག་རེ་ཡིན་གྱི་འདུག་གོ་ལ་སྤྱི་དང་མ་འོངས་པའི་མི་རབས་ལ་ཕན་གྱི་འདུག་གནོད་གྱི་འདུག་དངུལ་ཟོས་གཅིག་པུ་མ་ཡིན་པ་ཞིག་ཆ་ཚོགས་བསམ་བློ་བཏང་ནས་བྱེད་དགོས་ཡོད་དེ་ཆགས་ཀྱི་ཡོད་རེད། རེ་བ། ད་ག་ནང་བཞིན། Power།

ག་འདྲས་སུ་ང་ཚོ་མི་རབས་ཞོགས་པ་ལ་བལྟས་དགའ་སྲིད་ད་ང་ཚོ་ལ་ཀུན་བརྟགས་དྲག་ཤོས་དང་གལ་ཆེ་ཤོས་དེ་རེད། གང་ཡིན་ཟེར་ན་དེ་འདྲས་ཀྱིས་ང་ཚོའི་མི་རབས་མང་པོའི་རིང་ལ་ཁྱོད་ཚོ་ཅིག་ནོར་དང་ནུས་པ་དང་ཁ་རིང་ཆ་ཚང་བཏང་ནས་ང་ཚོ་ཉར་བསྡད་རྒྱོ་དེ། ག་འདྲས་ཅིག་ཡོད་རེད་ཟེར་ན་དངོས་གནས་དྲང་གནས་ད་ང་ཚོ་བོད་པ་ཙམ་མ་ཡིན་པ། It's World Cultural Heritage རེད་གཅིག་ནས། གཉིས་པ་དེ། འཛམ་བུ་གླིང་ག་བ་ཕྱི་ན་བོད་པའི་ཆོས་དང་ཡ་རབས་ཇོ་སང་གི་རིག་གཞུང་འདི་ཞི་བོ་ཅིག་རིན་ཐང་ཆེན་པོ་རྩིས་ནས་ད་དག་པོ་རྒྱག་གི་འདུག་ད་ངས་བཤད་དགོངས་བ་ཁྱེད་རང་ཚོ་མཁྱེན་གི་རེད་དེ། ང་ཚོ་བོད་དོན་ལ་རྒྱབ་སྐྱོར་བྱེད་དེ་ཡང་མང་པོ་ཅིག་དེ་ལ་རྒྱབ་སྐྱོར་བྱེད་དགོས་རེད་དེ་ཞི་བོ་ཅིག་དེ་དགོས་ཡས་རེད་ཤེས་སོང། རེད་བ། ང་ཚོ་མི་འབོར་སྐྱབས་བཅོལ་ནང་ལ་བོད་པ་མི་འབོར་ཉུང་ཉུང་དེ་མ་གཏོགས་ཡོད་མ་རེད་དེ། དེ་དགའ་མོས་བྱེད་མཁན་མང་པོ་ཞེ་བོ་ཅིག་འདུག་བ་དྷརམ་ས་དེ་བ་ཡིན་ན་དཔེ་དེ་ཞེ་བོ་ཅིག་མཚམས་མ་ཆད་པ་ལུང་པ་འདྲ་མི་འདྲ་ནས་ཡུང་བསྡད་ཀྱི་འདུག་བ། ངས་ནམ་རྒྱུན་ལབ་ཀྱི་ཡོད། དྷརམ་ས་ལ་དེ་འདྲའི་མཚམས་མ་ཆད་པ་ཡུང་བསྡད་དེ་གར་སྟོན་ཐག་ཡོང་གི་ཡོད་རེད་ཟེར་ན། དྷརམ་ས་ལ་བསྡད་མཁན་གྱི་བོད་པ་དེ་ཚོ་མི་དེ་གདུང་སྙིང་རྗེ་ཡ་ལ་ཟེར་འདི་ལྟ་ག་ཡོང་གི་ཡོད་མ་རེད། ང་ཚོ་བོད་པ་དེ་ཞེ་སྡང་དྲ་བོ་དྲ་བོ་བྱིན་གྱིས་འདི་ཤི་བོ་ཤི་བོ་ཅི་ཧང་སང་དགོས་ཡོད་དེ། དེ་འདི་ལྟ་དགོས་ལྟ་ག་ཡིན་དགོས་ཡོད་དེ་འདྲའི་ཁས་མེད་བར། རེད་བ། ཡང་མེད་ན་རྡ་རམ་ས་ལ་དེའི་ལུང་པ་གཞན་དུ་མ་མ་འདྲ་བའི་གི་མཛེས་བོ་ཞི་བོ་ཅིག་ཡོད་ན་ཡང་ཅིག་ཡིན་དགོས་རེད་བ། རྡ་རམ་ས་ལ་ཞི་བོ་ཅིག་སྐྱོ་བོ་ཁས་མ་རེད་དེ་ཡང་ཞི་བོ་ཅིག་ཧང་སང་དགོས་ཡོད་གི་ཅིག་སུའི་ཛི་ལན་དུ་སོ་རུ་བ་དེ་འདྲའི་ཁས་མ་རེད་བ།

ནོར་བུ་རང་ལ་ཡོད་དུས་ནོར་བུའི་ནོར་ཉམས་མ་ཆོད། སུ་སུ་ཡོད་པ་དེ་སུ་སུ་ཧ་མ་བོ། ཨེ་ནི་གཞན་དག་ནི་ཞུ་གཅིག་འདུག་ཟེར་གཞན་དག་ནི་གླེན་ད་ཆོག་གི་རེད་དེ་དང་པོ་སུ་སུ་ལ་ཡོད་པ་དེ་སུ་སུ་ནོར་ཉམས་ཆོད་དགོས་དོ། དངོས་གནས་རེད་ངས་དེ་ག་ཟེར་ལྟུང་བ་བཤད་ཤེས་མ་རེད། ལྷག་པར་དགའ་བོ་ཞིབ་བྱེད་མཁན་དེ་རེད་འདུག་བ། ཨེ་ནི་ལྷག་པར་དུ་ནང་ཆོས་འདི་ཚོ་གཅིག་འགྲེལ་བཤད་ཀྱི་རྒྱབ་ཡོད་འདུག་པས།

ཡིན་ནའང་ང་ཚོས་ནང་ཆོས་དེ་ཚོ་ནི་ནོར་ཡོད་མ་རེད་ཞེས་པ་ཡོད་རེད་ཡང། དེང་སང་གི་འཛུགས་སྐྲུན་བྱས་ན་རྒྱལ་ཁབ་སྲུང་སྐྱོབ་བྱས་དེ་ཚོ་ང་ཚོ་འཐུས་ཤོར་ཕྱིན་རེད། ལུས་ལོད་ཀྱིས་བསྡད་དེ་འདི་འདྲ་ཅིག་ལ་མགོ་འཁོར་ནས་ནང་ཆོས་བྱེད་སྟངས་དེ་ཡང་ཁ་ཡོད་ལག་ཡོད་མེད་པར། མ་ནི་ར་སྐོར་སྐོར་ར་ར་བརྒྱབ་བསྡད་བསྡད། འདི་ལོ་སྤྱི་ཚོགས་ཡར་རྒྱས་བྱས་ནང་ཆོས་ཡིན་མིན་ལ་ཕན་ཐོགས་བྱས་ནས་འཛུགས་སྐྲུན་བྱས་དེ་ཚོ་ཆུ་ནས་བྱེད་མ་ཐུབ། དེ་འདྲ་བྱས་ནས་དེ་ཚོ་ནོར་དེ་ཡོད་རེད་ད་ལྟ་ང་ཚོ་ངས་འདུག་སྟངས་འདི་ང་ཚོ་ལ་འདི་གཡའ་ཞིག་པོ་འདུག་ད་ད་ལྟ། དེ་འདྲའི་གཅིག་ལ་ད་རི་ཆུ་ལ་སིག་ར་བ་ཆོ་ག་ཆང་ལེན་དང་དེ་འདྲའི་མང་པོ་གཅིག་ལ་ད་ལྟ་ཡང་འཁོར་ནས་བསྡད་ཀྱི་འདུག་བ། དེ་ཆོ་ག་ཆང་ལེན་བྱས་ཡོད་མ་རེད་ཟེར་ངས་ག་བ་ལབ་ཐུབ་ལབ་དགོས་ཡས་མེད་དེ། ཡིན་ན་དེ་ཚོ་ཡང་ཅི་ལྟར་བྱས་བཅག་བྱས་ནས་རེད་བ། སངས་རྒྱས་བཅོམ་ལྡན་འདས་ཆོས་དེ་དངོས་སུ་སེམས་ཅན་ལ་ཕན་ཐོགས་བྱེད་ཞིག་རེད་བ། དངོས་སུ་སེམས་ཅན་ཕན་ཐོགས་བྱེད་སྲིད་དུས་ཁོ་སྤྱི་ཚོགས་ནང་ལ་ག་རེ་ཡིན་ན་འཆམ་མཐུན་ཡོང་ངེས་ཀྱི་ལས་ཀ་བྱས་ན་སངས་རྒྱས་ཀྱི་ཆོས་སྙིང་པོ་དེ་རེད།

དཔེ་མཛོད་ཀྱི་དེ་རེད་ད་ངས། ནང་ལོགས་ལ་སྐུ་གསུང་ཐུགས་རྟེན་མང་པོ་ཡོད་རེད་ཕྱི་ལོགས་ལ་སྔོན་དུ་མཆོད་རྟེན་རྣམ་རྒྱལ་དེ་འདྲ་བརྒྱབ་ཡོད་རེད་དེ་བསྐོར་ར་བསྐོར་མཁན་མང་པོ་ཡོང་གི་འདུག་ཡག་པོ་རེད་བ་མི། ཅིག་ཆོས་བྱེད་ཀྱི་ཡོད་རེད་སོ་སོ་དགེ་སེམས་ཅིག་སྐྱེ་གི་ཡོད་རེད་སེམས་པ་སྐྱིད་པོ་ཡོད་རེད་སོ་སོ་ཐོབ་ཐང་རེད་ལུས་རྩལ་བྱེད་ཀྱི་ཡོང་གི་རེད་ཡག་པོ་རེད་བ། ཡིན་ན་ངས་འདུག་ལྟ་དེ་དེ། དེ་པ་ཆེ་མདོག་ཁོ་ཞིབ་ཅིག་བསྐོར་ར་བསྐོར་གི་ཡོད་རེད་ལྟ་དེ་གཅིག་དེ་ལ་ཕྱིར་འཇགས་བྱེད་ཐག་གཅོད་ཅིག་བཏང་ཞིག་ཡོད་ན་ཕྱིའི་སྐྱག་བ།

ཨེ་ནས་ཀོ། བོད་པ་ཟེར་མཁན་མིང་འདི་ཁོ་ནའང་ཡག་པོ་ཡོང་གི་རེད། སོ་སོ་ཡིན་ན་སྔོན་འདོད་ཁང་ནས་ད་ལག་ལེན་བསྟར་གི་ཡོད་རེད་བ། ད་དུས་ད་ངོ་ཚོ་སྐྱོན་འདོད་ས་ངོ་ཚོ་ཤེས་ཡ་ཞིག་འདོད་ངེས་ལབ་གི་ཡོད། གཙུག་ལག་ཁང་ལ་ཚོགས་ཚོགས་དུས་དེ་འདྲས་རེད་ངོ་མ་ང་དོ་སྣང་བྱུང་ཚོགས་ཚོགས་དུས་ཡར་དེད་པ་ཞོ་ཅིག་ནས་ཡོང་གི་ཡོད་རེད་སྐུ་མདུན་ཡང་གི་བཞུགས་དུས་ཡོད་རེད་དེ་ནས་ཚོགས་གཏང་གི་རེད་ཚོགས་གཏང་དུས་དེ་ཚོ་ཟས་སྐལ་ལ་པགས་པ་འདི་དེ་ཚོ་ཚང་མ་འདི་བ་གཡུག་བྱི་རིལ་པགས་པ་འདི་ཚོ་ཚང་མ་འདི་བ་གཡུག། དེ་ནས་མ་ཧ་ཤི་ནས་འོ་དེ་ཐག་རིང་པོ་མ་འགྲོ་རྗེས་འོ་དེ་ག་རང་ལ་སྐྱིན་པ་བཏང།

མ་རེད་པས། དུས་ཚོད་རིང་སྟེ་ང་ཚོས་ད་ང་ཚོས་མི་རིགས་སྡུག་དྲག་རེད་ཟེར་མཁན་བྱེད་ཀྱི་མེད་དེ། ཁོ་ཉམས་མྱོང་མེད་པ་དང་དོ་སྣང་མེད་པའི་ཆ་ནས་འདི་འདྲས་མང་པོ་བྱེད་འདོད་པ་འདུག་དུས་ཚོད་ང་ཚོས་བྱེད་དགོས་རེད། གང་ཞིག་ན་བོད་པ་ཞིག་སྟེ་ཁོ་མིག་གིས་ཆ་འཇོག་བྱེད་ས་ཅིག་དགོས་རེད་བ། ཆ་འཇོག་བྱེད་ས་གཅིག། ནང་ཆོས་དང་དེ་འདྲས་ས་བོད་ཀྱི་ད་ཤེས་ཡོན་འདིའི་ཐོག་ནས་ཆ་འཇོག་བྱེད་དགོས་དེ་ལས་གལ་ཆེ་བ་གཅིག་ལག་ལེན་བསྟར་ན་བྱེད་ཀྱི་རེད་བ། ལག་ལེན་མ་བསྟར་ན་བོད་པ་གས་ཞིབ་ཅིག་བྱེད་ཀྱི་རེད་དེ།

ང་ཚོ་གི་མཛའ་གྲོགས་ཤོས་དང་གལ་ཆེ་ཤོས་དེ་བོད་པའི་རིག་གཞུང་དང་ནང་ཆོས་ཨ་ནི་དེ་གི་གཞི་རྩ་སྐད་ཡིག་དེ་དག་ང་ཚོ་ཚང་མས་གི་ལས་འགལ་ཅིག་ལྷག་པོར་དེ་འདི་བ་ལ་ད་ཉེན་ཁ་ཆེན་པོ་ཞུགས་འདུག་བ། གང་ཟེར་ན་ཁུ་ལོ་གཞོན་པ་དེ་ཚོ་སྐད་ཆ་བཤད་ས་ཚང་མ་ཕྱི་རྒྱལ་པུག་ཀྱང་ཀྱང་ཡིན་དུས་ཨ་མི་རི་ཀའི་པུག་ཀྱང་ཀྱང་ཡིན་དུས་དེ་སྐད་དེ་རང་བཞིན་ཁོ་རང་ཡང་འཇགས། དེ་ནི་འདི་བ་ལ་དེ་གི་བོད་པའི་གི་མི་འབོར་དེ་ཉུང་ཉུང་རུ་བ།